ཆོས་ཕྱོགས་ཁོ་ནས་དཀའ་ངལ་ཆེ་པོ་དེ་འདྲ་ག་འཕྲད་མ་སོང། དེ་དེ་རྒྱུན་ལས་ན་རེ་དང་དེ་བི་གའི་ཁ་ཤས་སྔས་མ་ནས་དུ་ས་མའོ་གུ་རུ་ཕུན་ཚོགས་དང་འབྲེལ་བ་ཡོད་པ་དེ་འདྲས་ཡོད་པ་སོང་ཙང་ནི་དམིགས་བསལ་དཀའ་ངལ་དེ་འདྲ་ཆེན་པོ་ག་འཕྲད་མ་སོང་ཡིན་ན་དེ་དེ་བ་ཅུན་ཅུན་ཅུན་ཅུན་དེ་འདྲས་དཀའ་ངལ་འཕྲད་དེ་བི་གའི་དེ་ས་དཀའ་ངལ་དེ་འདྲ་ཡོང་གི་འདུག་ད་དེ་ཡིས་ང་ཚོ་དེ་ད་ལྟ་ཚོགས་གཙོ་གཞོན་གྱི།

གྲ་སྒྲིག་གནང་མཁན་གྱི་ཐོག་ནས་རེད་མི་མང་མཉམ་ཞུགས་ཀྱི་ཐོག་ནས་རེད་ཨན་ཞི་རག་ཡག་པོ་འདུག་ཞེས་ཞུ་ཡ་བྱེད་ད་ལྷག་པར་དུ་ད་ད་ལྟ་དེ་ཕྱི་ལོག་གནམ་གཤིས་ཡག་པོ་བྱས་ད་གི་ད་ལྟ་དེ་གུ་རུ་འབུམ་ཚོགས་དབུ་བླ་ཉིང་ཁུ་ཞྭ་ལག་ཆོས་སྒར་ཕེབས་པའི་ཁར་གནམ་ཞི་རག་ཡག་པོ་བྱས་ཞི་རག་ཡག་པོ་འདུག་ཞེས་ཞུ་ཡ་ཡིན། ལགས་སུ་ཐུགས་རྗེ་གནང་དེ་ནས་མང་གུ་རུ་འབུམ་ཚོགས་དེ་ད་སུད་སི་ལ་འཚོགས་ནས་ད་འཚོགས་ཐེངས་ལྔ་བ་ཕྱིན་ཚར་ཞག་དེ་ནང་བཞིན་ལུང་པ་གཞན་དག་དེ་འདྲ་ལ་འཚོགས་ཀྱི་ཡོད་ན་མེད་ན། འདི་ཕྱི་ད་གུ་རུ་འབུམ་ཚོགས་བྱས་རྗེས་ད། སྣོན་མ་རེད་རྒྱ་གར་ལྷོ་ཕྱོགས་ངོས་ལས་ང་འདི་ཞི་རག་གོ་མྱུ་སོང་ཚེ་འདི་བྱེད་དུས་སྤྱི་ཡོངས་ཀྱི་ང་རང་ཚོ་བོད་པ་བསྡད་ས་ལ་འདི་གནང་སྲོལ་དུ་ཡོད་བསྡད་པ་ཅིག་རེད་ཤག་བསམ་པའི་གི་ཚོར་བ་ཡོད་ཨེ་འདའ་མ་གཞི་སུའུས་ནང་ལོགས་ལ་ང་ཚོ་བོད་པ་མང་པོ་ཡོད་བིན་དུས་ནི་ཡང་ཁོ་བོ་སྐུ་བགྲེས་པ་ཚོའི་ངོས་ནས་ཆོས་ཕྱོགས་ཀྱི་འགན་ཁྱེར་བའི་ཐོག་ནས་གྲ་སྒྲིག་ཞུ་ཡག་རེད་གཙོ་བོ་མི་ང་ཚོ་འདས་ཚེ་ཆུ་ཚོགས་པ་དང་དགོན་པའི་མཁན་རིན་པོ་ཆེ་མཆོག་ཡོད་བིན་དུས་ཁོ་ཆོས་ཆོས་ཕྱོགས་ཀྱི་ལས་མཁན་བྱེད་དགོ་ཡག་ལ་ཡག་ཨེ་འདའ་ཕྱོགས་གཅིག་ནས་འགན་ཁྱེར་ནས་གནང་ཡག་རེད་ཕྱོགས་གཞན་དག་ཅིག་ནས་དྲན་སྐུལ་དང་མི་མང་ལ་མ་སྐུལ་མ།

ད་རིང་མི་ཡག་པོ་ཀླད་ཞགས་བྱེད་ས་འདི་བྱེད་དུས་ད་ཁྱད་པར་སི་ནེ་སུས་རང་གི་ལུང་པའི་འགྲོ་སྟངས་ལ་བབས་པའི་མི་མང་གིས་གོང་སེང་ལེན་མ་ལེན་དང་གོང་སེང་ཁེས་མ་ཁེས་འདི་འདྲས་ལ་ཏན་ཏན་ཁྱད་པར་རྒྱུག་བྱས་མི་མང་ཉུང་ལ་ཁྱད་པར་གཅིག་རང་བཞིན་གྱི་རྒྱུག་འགྲོ་ཡ་གཅིག་རེད་བསམ་གྱི་ཡོད་སོང་ཙང་འདི་བྱེད་དུས་སྔོན་མ་ཡི་མི་མང་པོ་སླེབས་ཀྱི་ཡོད་རེད་ལ་ད་རིང་མི་ཞི་ར་ཡག་པོ་ཀླད་ཞགས་ལྷག་པར་དུ།

ཐེངས་དང་པོ་དེ་རིན་པོ་ཆེ་མཆོག་གིས་ཡང་མ་ཧཱ་གུ་རུ་འབུམ་ཚོགས་ཀྱི་ཕན་ཡོན་སྐོར་ལ་ཡང་བཀའ་འགྲེལ་དུས་འདུ་བྱས་གནང་རོགས་ཞུ་ཡི་ཡོད།
དེ་ཕྱིར་དང་ང་རང་ཚོ་གི་ད་ཚོགས་རྫས་ཀྱི་དོ་བླ་མེད་གི་གླུ་ག་དེ་ནི་མདོར་སྔགས་ཉིད་ནང་སྔགས་དེ་ནི་སྔགས་ཀྱི་ནང་ནི་ཕྱི་རྒྱུད་ནང་རྒྱུད་གཉིས་ནང་ནང་རྒྱུད་དེ་ནི་དོན་བླ་མེད་གི་གླུ་ག་དེ་ནི་ད་ཚོགས་རྫས་ཀྱི་དེ་དེ་ནི་ཚོགས་པར་དངོས་པོ་གཅིག་གི་ན་ག་ཚང་དགོས་ཡ་འདྲ་བོ་ཚང་མ་ཚང་ནས་དེ་ནི་ད་རང་གི་དཔོན་ནི། ལྷག་གི་དེ་ནས་སྐྱེད་རིམ་དང་རྫོགས་རིམ་དང་དེ་ནས་ཁུ་དང་དང་དེ་མཆོད་རྫས་ལ་སོགས་པ་ཚང་མ་ཚང་ནས་ཡིན་ན་དེ་ནས་དེའི་བཀའ་དང་ནི་ན་ད་ཚོགས་གཉིས་མྱུར་དུ་རྫོགས་པ་ཕྱིར་ལྔ་ཙམ་ཚོ་ཚོགས་མ་རྫོགས་ན་ཚང་མར་རྒྱ་བཟའི་དབང་འབྲས་ཚོགས་གཉིས་མ་བསགས་ན་དེ་ནས་སྒྲིབ་གཉིས་མི་རྟག་རྫས་དབང་འབྲས་དེའི་ནང་གི་དེ་ནས་མྱུར་ལམ་ཁྱད་པར་བ་འདྲ་བོ་དེ་ནས་ཚོགས་ཡག་པོ་བྱས་བསགས་ན་དེ་འདྲའི་ཡིན་ནི་རེད་དེ་ནས་ཁྱད་པར་དུ། ད་དེའི་སྔོན་ན་ཡུམ་སྐྱིད་དེ་ང་རང་ཚོ་གི་རང་ཕུར་བུ་ཕུར་བ་པོ་རང་ཡང་ལྷ་དང་དེ་ནས་ཕུར་ཞིག་གི་ཤི་དང། དེ་ནས་ཕུར་བུའི་ཡིར་ཤི་དང་ན་ད་ཚང་སྐྱིད་དང་བྱང་ཆུབ་སེམས་དཔའ་ཡིན་པ་དང་དེ་ནས་སྔོན་ན་ཕུར་བུའི་རྫིས་ཡང་དེ་ནས་ཡེ་ཤེས་ཀྱི་ད་ལུས་གྲུབ་པའི་དེ་ནས་རང་བྱུང་གི་དེ་ནས་དེ་བདུད་རྩི་སྔོན་ན་གང་ལ་ཕྱི་ནང་གསང་བའི་དེ་ནས་མཆོད་པ་བསམ་གྱིས་མི་ཁྱབ་པ་དེ་ནས་མ་དག་པ་དང་མང་གི་མ་གོ་བའི་དེ་འདྲའི་ཡིན་གོ་གི་ཡོད་རེད་དེ་ཡིན་ན་ད་དེའི་གི་ད་ནི་དག་པའི་དེ་ནི་རྫོགས་གོ་ན་ནུས་པ་རྫོགས་གོ་ན་བྱིན་རླབས་དེ་གི་ད་ནི་ཧེ་ན་ཚོགས་གཉིས་མྱུར་དུ་རྫོགས་བྱེད་ཀི་རྒྱུ་ཁྱད་པར་བ་ཚོ་ཡིན་གི་ཡོད་རེད་གཅིག་རེད་གཉིས་རེད་ད་ནི་ང་རང་ཚོ་འདི་འདྲའི་མི་མང་པོ་མཉམ་རུབ་བྱས་འདུག་ཁྱེད་རང་དེ་འདྲའི་བྱས་ཚོགས་འབུམ་ཚོ་ད་ང་ཚོ་ཚོགས་འབུམ་གཏང་དགོ་བསམ་མི་ཚང་མ་གི་བསམ་བློ་དེ་དེ་ཤར་གི་ཡོད་རེད་བསམ་མི་ཚང་མ་གི་ཚོགས་འབུམ་བསགས་ཀྱིས་དེ་ད་ཚོགས་འབུམ་ང་ཚོ་གྲུབ་སོང་རེད་གྲུབ་འགྲོ་ན་ན། ངོ་མཚུངས་འབུམ་དུ་ད་སྔོན་མ་བསྒྲུབས་ན་ང་ཚོ་མཉམ་དུ་བསྒྲུབས་ནས་འགྲུབ་སོང་རེད་ད་ཐོབ་ན་དེའི་ཕན་ཡོན་ཐོབ་ཡ་དེ་དེ་ནི་མྱི་རེ་རེ་ལ་མཚུངས་འབུམ་ཐེར་འབྲས་སང་ནི་ཕན་ཡོན་དུ་ཐོབ་གི་ཡོད་རེད་ད་དེའི་ཁུངས་ག་རེ་ཡོད་རེད་ཟེར་ན་བརྒྱ་ཁྲི་བཞི་བ་ལས་ད་ནས་ཤོར་འཇུག་གི་ནང་དམག་ལ་སོགས་པ་གཏོང་ཤིག་ཡིན་ཟེར་ད་ག་རེ་བྱེད་ཀྱི་དེ་དཔེ་དེ་བཞིན་དུ་དཔེར་ན་མི་མང་བོ་ཚོས་དམག་ག་བརྒྱབ་ནས་མི་བཟི་ས་དགོས་སམ་མི་བརྒྱ་ཐམ་པ་འགྲོ་ཡིན་ན་མི་ཟ་ནི་དེ་གཅིག་ཡིན་གྲོང་ཁའི་ཟས་ཙམ་གྱི་དུད་ཚང་མ་ཡོད་གི་ཡོད་རེད་ད་ནས་སང་ཉིན་ཟས་ཀྱི་ཚར་ན་སྡིག་པ་དུད་ཚང་མ་ཉོ་གོང་དྲན་པས་དེ་ནང་བཞིན་དུ་དགེ་བ་ཡག་བསྐུར་ན་དགེ་བ་ང་རང་ཚོས་མཉམ་དུ་འདི་འདྲའི་དགེ་བ་རླབས་ཆེན་འདི་སྒྲུབ་དགོས་བསམ་བློ་དེ་ཡོད་ཀྱི་ཀུན་སློང་ཡོད་ཀྱི་ད་ནས་ཁ་ད་ད་མཉམ་རུབ་ཏུ་དེ་ནས་གང་ཐུབ་ཐུབ་པའི་ར་ག་ཚང་མ་དེའི་ནང་ང་སྒྲུབ་པ་དང་སྒྲུབ་ཐབས་བཤད་པ་དང་སྒྲུབ་པ་ལ་རྗེས་སུ་ཡི་རང་བ་ལ་སོགས་བ་ཚང་མ་དགེ་བ་མཉམ་དུ་སྤྲད་པའི་དེ་འདྲའི་དགེ་བ་སྟོབས་ཆེན་པོ། རེད་དེ་ཡིན་ཐོང་ཐོང་ཟིག་ད་ནི་དེ་ཚོ་ལ་སོགས་པ་ད་གར་ཚང་ཉེར་ལྔ་འདྲ་བོ་དང་ཡང་དེ་ཕྱི་ནང་དམིགས་བསལ་གི་ཡིན་ས་ཡོད་དེ་ན་པད་མ་དྲུག་གི་རང་རང་རང་རང་ཚོ་ང་རང་ཚོ་ད་ཚོགས་ཚགས་དགེ་བ་བསམ་མི་ཡོང་བར་དེ་དགེ་བ་རླབས་ཆེན་ཚེ་རེད། ལྷ་སོ།
ད་ཅི་ན་ད་ནི་རིན་པོ་ཆེ་ཆོས། ལ། དེ་ག་འདྲ་ཞིག་ཡོད་ལ་དེ་མ་འོངས་གུ་རུ་དཔོན་ཚོ་དེ་འདྲ་ཐེངས་ལྔ་པ་ཆགས་ཀྱི་ཡོད་རེད། ཐེངས་དེ་ནང་ལོགས་ལ་ཐེངས་ལྔ་པ་དེ་ནང་ལོགས་ལ་ནི་ད་ལྟ་བར་དུ་དབུ་བླ་ལ་ནི་ཆོས་རྒྱུད་རིས་མེད་ཆོས་ལུགས་ཁག་ནས་ནི་ཆོས་རྒྱུད་རིས་མེད་ཆོས་རྒྱུད་ཁར་ས་ཆོས་ལུགས་ཁག་ནས་དབུ་བླ་རེ་རེ་འདུག་དེ་འདྲ་ཞུས་ཀྱི་ཡོད་རེད། ཨ་ནི་དེ་སྐོར་ལ་ཡག་ཅིག་རིན་པོ་ཆེ་གིས་དགོངས་ཚུལ་ཞིག་གསུངས་ན། ཧུམ། ད་ལྟ་ངའི་དཔེ་ཡག་པོ་རེད་བསམ་གི་ཡོད་རེད་དེ་ནས་ཉོག་ཐག་པ་ནི་ཡག་པོ་རེད་བསམ་རེད་ག་རེ་རེད་ཅིག་ན་ང་རང་ཚོ་གི་ཅིག་ད་གཟུང་དང་ཐམས་ཅད་གི་ཤེས་ཁྱབ་གི་ང་རང་ཚོ་བོད་གངས་ཅན་མཛེས་རྒྱལ་དང་ནི་བཤད་ན་ཆུ་ཁྲི་གཉིས་ཀ་ཡག་ཤར་དང་ཀྱང་ན། གཅིག་གཟིགས་མ་གཉིས་གཟིགས་ཡོང་གི་ཡོད་མ་རེད་ད་དཔེར་བཏང་ཀྱང་ན་རྒྱ་རིན་པོ་ཆེ་འདྲ་དང་ག་གྱི་དག་གཅིག་གི་རྒྱ་རིན་པོ་ཆེ་གཅིག་ག་བསྟན་འདུག་བ་ནི་འདི་འདྲ་དེ་རེད་དེའི་ནང་ང་གཅིག་སོ་སོ་དབྱེ་བ་ཆོས་བརྒྱུད་སོ་སོ་དེ་ནས་ཡོད་ཁར་བཏང་ཀྱང་ན་གཅིག་ད་མི་རིགས་དོར་དོ་ན་གནས་སྟངས་གི་གཅིག་ཆོལ་ཁ་གཅིག་འདྲ་བོ་དེ་འདྲའི་སོ་སོ་དེ་འདྲའི་བྱས་བསམ་མི་ཆོག་རེད་དག་དག་བྱས་འདུག་ན་དེ་ནི་ང་རང་ཚོ་དེ་ཚེ་འདི་ཕྱི་གཉིས་ཀ་ཆུ་འཇིག་རྟེན་གཉིས་ཀ་དེ་གྱོང་ཁ་ཙམ་སྤྲོད་འདོད་གྲོགས་སུ་གཏན་ནས་ཡོད་མ་རེད་འོ་དེ་འདྲའི་བྱས་འདུག་ཁྱེད་རང་ཚོགས་ས་ཉམས་པར་འཚོགས་འོ་དེ་འདྲའི་རིས་མེད་ཀི་འདིར་བྱས་ན་ད་རིས་མེད་ཟེར་གྱི་དེ་ཡིན་ནི་ཡིན་རེད་ང་རང་ཚོ་རིས་མེད་ཡིན་ནི་རེད་སྟོན་པ་ཁག་ཅག་དེ་བས་གཏམ་པ་གཅིག་ཡིན་མི་གཉིས་ཡོད་མ་རེད་དེ་དེའི་ནང་བཞིན་མཚོན་བྱེད་ཀི་ཁོ་རང་ནང་དོན་དངོས་མ་བཞིན་འདུག་ཕྱོགས་རིས་མེད་ཨ་དེ་འདྲའི་བཞིན་དེ་མ་འོངས་པ་དེ་ནི་རྒྱུན་མཐུད་འདི་བྱས་ན་ཕེ་མ་དྲག་གི་ཡག་པོ་རེད་བསམ་གི་འདི་ནི་མང་ཚོགས་ཚང་མ་ཀྱང་རིས་ཙམ་མ་བྱས་པ་ལོ།

དེ་ནས་དེ་ང་དཔེ་ཡག་པོ་མཐོང་གི་ཡོད་དེ་ནས་མཐོང་སྐྱེ་གི་རྒྱུ་མཚན་ག་རེ་བྱས་ན་ང་ཕྱིར་སྒྱེར་ཁག་མང་པོ་འགྲོ་གི་ཡིན་དེ་ནས་འགྲོ་གི་ཡིན་བོད་པ་མང་པོ་ཡོད་རེད་ད་དེ་འདྲའི་ཉམས་རབ་ཡིན་འདུག་ཁྱེད་རང་ཚོ་འདི་འདྲའི་བཤད་ཡག་ཁོ་ན་མགོ་བལྟ་ཅིག་བླ་ཀི་དེ་ནས་ད་མགོ་བལྟ་མི་དེ་ནས་ང་རང་ཚོ་ཁིར་བཏང་བ་ཆག་གི་མ་གོ་སྒྲིག་བྱ། དེ་ནས་མང་ཚོགས་དེའི་བྱ་དགའ་དེ་མི་རབས་རུ་བའི་མང་པོ་འདུས་ཡ་དེ་སྔ་ནི་མཐོང་ཡ་ཐང་དང་པོ་འདྲ་བ་ཡུན་ཕྱིར་རྒྱལ་ར་ཚིག་དེ་མི་ང་ཚོ་གི་ནས་བོད་རིགས་མང་ཚ་དེ་ཡིན་ན་འགའ་རྒྱ་གར་དང་ནི་འགའ་ཡེར་དེ་ནི་མ་བོད་ཡེར་ཆ་ག་དེ་ལུས་ཡིན་མང་ནི་བོད་མི་མང་པོ་འཚོ་བ་ལུས་རིགས་དང་ཕྱིར་རྒྱལ་ར་འཚོ་བ་ནི་དེ་འདྲའི་བྱེད་ང་རང་བོད་པ་ཚང་མ་གི་ནང་སྔ་མོ་གི་དྲོད་རྒྱུན་བཙོང་དེ་ནི་རིས་མེད་བྱེད་ཉམས་རབ་བྱེད་དེ་འདྲའི་བྱེད། ཕྱི་གི་ཕྱི་ག་དུ་ནི་བློ་མཐུན་གྲུབ་མཐུན་ཞེས་དེ་ནི་ད་བར་དང་སྣང་བྱེད་དེ་འདྲའི་ཞིང་མཉམ་རུབ་བྱས་ཏེ་ཨ་ལི་པ་ཡག་པོ་དེ་རེད་བསམ་ནས་སྣང་བ་དེ་འདྲའི་བཤད་མཚུངས་དེ་ནི་དར་ནག་དག་དེ་མི་གཅིག་ཐང་ན་ཁ་ཤས་ཡོག་གི་ཡོད་ན་ཐང་དང་ང་མཐོང་མ་མྱོང་ཨ་མི་རི་ཀ་དག་གི་ནུ་ཡོག་འདྲ་དེ་འདྲ་ང་ཚོ་བོད་པ་མང་པོ་ཡོད་ར་དེ་ཚོ་དག་གཅིག་ཐང་ན་དེ་འདྲའི་ཡོག་གི་ཡོད་ན་ཐང་མེད་ན་ཨ་གོག་མེད་འདི་རེད་ང་ནི། མཐོང་ཡ་ངོ་མ་དེ་ད་རང་ཡིན། ད་རིག་ཐང་དང་པོ་ཡིན་དེ་ནི་ང་རང་ཨང་ད་ང་རང་ཚོ་བོད་པ་དེ་ག་ན་ཡོད་ན་འགྲིག་འདུག་འདི་འདྲ་ཅིག་ཡིན་ན་ད་ད་འགྲིག་འདུག་ང་རང་ཚོ་བོད་གི་ད་ལུག་གི་སྙིང་བོ་དེ་ནི་ཆུ་འཇིག་རྟེན་གཉིས་འགྲོ་སྟངས་འགྲོ་མ་བརྗེད་པ་མ་འོངས་པ་ཡིན་རྒྱུན་བསྐྱང་ནུས་བ་འདྲ་བོ་དེ་འདྲས་ཡིན་ས་རེད་བསམ་རྒྱུ་མཚོན་བྱེད་འདྲ་བོ་དཔེ་དགའ་བོ་འདྲ་བྱུང་སོང། ལགས་སོ།
ཨ་ནི། ཐུགས་ཆེ་གནང་དེ་ནས་ད་དེ་རིང། དེ་ལ་ཉི་མ་གསུམ་མ་འགོར་བར་འབུམ་ཚོགས་གཙོ་བཞེས་དེ་རིང་དེ་རིང་ཉི་མ། མཐའ་མ་དེ་ཆགས་ཀྱི་ཡོད་རེད། དེ་ནས་དེ་གྲུབ་པའི་ཐག་རིན་པོ་ཆེ་ཕག་རྒྱ་གར་ལ་ཕེབས་འགྲོ་གི་ཡོད་ན་ད་ནས་དུ་བ་དེ་ཞུ་གནང་གི་ཡིན། ང་དེ་ནས་འདི་ད་སང་ཉིན་མ་དེ་ནམ་མཁའ་རིན་པོ་ཆེ་དེ་གྱི་ཕྱུགས་ཚོགས་ནང་ཕྱིན་འགྲོ་གི་རེད་དེ་ནས་ཤར་ཁ་ར་ཚང་ཉིན་འགྲོ་རེད་ནང་ཉིན་ནས་སྣང་བ་ཞག་མོ་དེ་བསྡད་རེད་ནང་ཉིན་ང་ཕག་རྒྱ་གར་ལ་ལོག་འགྲོ་དེ་འདྲས་བྱས་དེ་ནས་ང་རང་ཡང་ང་རང་དེ་ཚོར་འདྲ་བ་ཆང་མེད་དེ་ནས་ཅི་ད་ནས་འཁྱམ་འཁྱམ་པའི་སྐྱི་བོ་ཅན་འདུག་ནས་ང་རང་ཆང

ཡིན་ན་ང་རང་གཅིག་ཤུགས་དྲག་རྒྱབ་ནས་ད་ཁྱེད་རྣམ་པའི་ཧ་ཧ་སྐད་ཆ་དེ་ད་ལྟ་ནས་མངོན་སུམ་མཐོང་བ་འདྲ་སྟེ་ངས་དེ་ཧ་མ་གོ་ད་ད་སྔོན་མ་ནས་གཅིག་ཚིག་བཙལ་ན་ད་འུ་ཚང་མ་གཅིག་ཚིག་གཅིག་ཚོགས་ཧ་བཙལ་གྱི་གཅིག་ཡོད་རེད་ལབ་འདུག་ད་དེ་གཞུང་ད་འདྲེར་ཧ་ཚིག་བཏང་ནས་དེ་འདྲས་རེད་ཟེར་འདུག་ད་དེ་ནས་དེ་འདྲས་ཟིག་ཡོང་ནས་ད་ད་རེས་འདས་སླེབས་ཡོང་གི་ཨ་ནི་ང་ནི་བལ་ཡག་པོ་འདུག་ཧ་ལས་པ་ཡག་པོ་རེད་བསམ་ང་རང་དགའ་བོ་སྤྲོ་བོ་ཉལ་བྱུང་ཚོ་དེ་རེད།
བཀའ་དྲིན་ཆེ་རུ་མི་ཆེ།